ཏི་རི་ཕ་བོང་ག་རིན་པོ་ཆེ་སྔོན་ནང་ནས་པའི་ཧེ་རུ་ཀ་དངོས་བསམ་གྱིས་མི་ཁྱབ་པ་རེད། རེད་དེ་ཡིན་ནའི་སྐྱབས་རྗེ་ཕ་བོང་ག་བླ་མ་བསམ་གྱིས་མི་ཁྱབ་པ་དེ་སྐུ་ཚེ་སྨད་ལ་དོལ་རྒྱལ་ཤུགས་ཆེན་པོ་བསྟེན་པ་ནང་ནས་ནོར་འཁྲུལ་བྱུང་ཡོད། ཚེ་དེ་འདྲས་ཡིན་དུས་ཚང་ནས་སྐྱབས་རྗེ་ཕ་བོང་ག་རིན་པོ་ཆེའི་འབྱུང་འགྱུར་གྱི་ཡང་སྲིད་རྒྱུན་མར་བཅད་པ་དེ

ལྷ་མོའི་བླ་མཚོ་ལ་ཡ་ཨ་ཀ་མ་ཟེར་གི་ཡིག་གསུམ་པོ་དེའི་ཐོག་ནས་ཨེ་ནི་ང་ཡང་སླེབས་རེད་ཨ་ཟེར་ཏེ་ཨ་མདོ། ཀ་དེ་སྐུ་འབུམ། མ་དེ་འགྲེལ་བཤད་རྒྱག་མཁན་མི་འདྲ་ཡོང་གི་འདུག་སྟེ་ང་རས་ད་ཐུག་ཕྱིས་སུ་གོ་ཚོད་བྱས་ན། སྟག་བུ་གར་དབང་ཡིན་ན་ཅིག་གིས་ལུང་བསྟན་བྱས་བ་རེད་ང་ཆོས་བརྒྱུད་གང་ལུང་བསྟན་དེ་ངས་གོ་མྱོང། སྐུ་མདུན་སྐུ་གོང་མ་ད་སྟག་བུ་སུ་ཡིན་ན་ཅིག་རེད་ད་གང་ལྟར་ཨེ་ནི།

ཨེ་ནི་སྐུ་མདུན་གྱི་ཕྱག་ལ་ཡང་ཕྲེང་བ་གཅིག་འདུག། ཕྲེང་བ་དེ་སྒོ་སྟོད་ཕྲེང་བ་ག་ཚད་ཡིན་ན་བརྒྱ་བཅུ་ཡིན་ན་དགུ་བཅུ་ཡིན་ན་གཅིག་ཕྲེང་རྡོག་དེ་འདྲ་ཞིག་འདུག་སྟེ། ད་ཆ་གཅིག་སྲས་གཉིས་སྲས་ཀྱིས་ད་ལྔ་བཅུ་ང་རག་ཅིག་མ་གཏོགས་མི་འདུག་ཟེར། ད་ལྟ་སྐུ་གོང་མ་ཤཱཀ་ཡག་གི་ལུང་བསྟན་གྱི་ནང་ལ་སྲས་པོ་ཡོད་པ་སོགས་ཞིག་འདུག། ད་འདིའི་ནང་ལ་རེད་དེའི་གཞུག་གུ་དེ་འདི་ར་ལུང་བསྟན་ཆེ། ཡང་སྲིད་རྗེས་མ་དེ། གཅིག་བྱས་ན་ཨ་མདོ་ནས་ཡོང་གི་རེད། གཅིག་བྱས་ན་མོན་ནས་ཡོང་གི་རེད་ཟེར་བྱས་ཀྱི་ལུང་བསྟན་ཞུ། བྱས་ནས། ད་དེ་ཡང་རེད་ངས་གཞུག་ག་རེ་དེ་ཡིན་དེའི་ནང་ལ་ཡ། སྐྱེས་པའི་བུ་ལ་བུ་མོའི་མིང་ཐོགས་པ་ཟེར་བྱས་བ་རེད།

ང་སྐྱེས་པ་ཕུ་ལུས་ཐོབ་པའི་མི་ཞིག་རེད་དེ་ཡིན་ནའི་མིང་དེ་ལྷ་མོའི་མིང་བཏགས་བྱས་ལྷ་མོ་དེ་འགྲུབ་ས་རེད། བྱས་ཙང་ད་འདི་ཕལ་ཆེར་ངའི་མིང་གི་ནང་ལ་ལྷ་མོ་དོན་གྲུབ་ཟེར་གི་མིང་དེ་ནང་ནས་ཅིག་མིང་གཏོགས་ཟེར་ཅིག་དངོས་གསལ་དོད་པོ་རུ་ཅིག་མི་འདྲ་མི་འདྲ་བཟོ་བ་རུ་ཅིག་ཡོང་སྟེ་ད་འདི་ལྷ་མོ་ཟེར་གི་མ་དེ་ཕལ་ཆེར་ཡིན་ས་རེད།

སྐྱབས་གཞུང་ཞིག་བཀའ་གནང་གི་འདུག་ལྷ་མོའི་འཁོན་འདུག་ཞེས་བཀའ་གནང་གི་འདུག་ཅེས་ནས་ཨེ་ཞུ་གོང་ང་ཐུགས་དམ་འཇོག་རེད་ད་ལྷ་མོ་འཁོན་ལྷ་མོ་འཁོན་ད་ཡིན་ལྷ་མོ་འཁོན་པ་ཡིན་ད་མེན་ཞེས་གཅིག་རྒྱབ་ཡིན་ལྷ་མོ་འཁོན་པ་ཡིན་ཞེས་ཐོགས་སོང་ལྷ་མོ་འཁོན་པ་ཡིན་ན། ལྷ་སྲུང་བསྟེན་ཕྱོགས་ཀྱི་ཐོག་ནས་ལྷ་མོ་འཁོན་པ་ཡིན་ནམ། ཨེ་ནས། རྒྱུ་རྐྱེན་གཞན་དག་གི་ཐོག་ནས་ལྷ་མོ་འཁོན་པ་ཡིན་ཞེས་ནས་རྒྱབ་པས་ནི་ལྷ་སྲུང་བསྟེན་ཕྱོགས་ཀྱི་ཐོག་ནས་ལྷ་མོ་འཁོན་པ་ཡིན་ཞེས་ཐོགས་སོང། ད་དོལ་རྒྱལ་བསྟན་པ་འདི་གིས་ཨེ་ནས་ལྷ་མོ་འཁོན་པ་ཡིན་པ་འདི་ཟ་འདྲ་ནང་ལ་གསལ་པོ་ཞིག་ཕབ།

ཡིག་ཆ་ཁ་ཤས་ནང་ལོག་ལྟ། ཨ་མདའ་རྒྱ་གར་རིན་པོ་ཆེས་བསམ་བཞིན་དུ་བསྟན་པ་བསྣུབས་ཡག་ལ་སྐྱེས་པ་རེད་ཟེར་ནས་དེ་འདྲའི་ཡིག་ཆའི་ཐོན་སོང་ཨ། ད་ག་འདི་ཞིག་གིས་ཡ། ཡིག་ཆ་གཅིག་གི་ནང་ལོག་ལ་ཡ། རྒྱལ་དབང་སྐུ་འཕྲེང་བཅུ་བཞི་པ་འདི་ནོར་འཁྲུལ་རེད་ཟེར། རྒྱལ་བ་རྫུན་མ་རེད་ཟེར་ཐོན་སོང་ཨ། ཨེ་དེ་དུས་ལབ་ལབ་ཀྱི་བྱུང། ང་རྫུན་མ་ཡིན་ནའི་རྒྱལ་བ་ཁྱོད་ནས་མེད། གང་ལྟར་སྔ་མོའི་ངོ་མ་དེ་ཚོ་ལས་ལྷག་ག་མེད་ནའི་ཆད་པ་རང་བྱུང་མེད་ཟེར་དེ་ལབ་དེ་གི་རྩེད་མོ་རྩེད་བྱས། བོད་ཆགས་འཇིག་མཚམས་ལས་སླེ་དེ་བའི་ཁ་ཐུག་ལ་ཡ། རྒྱལ་བ་རྫུན་མ་དེ་གི་ག་ལ་གང་འཚམ་ཕན་ཐོག་བྱས་ཡོད།

ཡང་ཨོ་ཅོ་དར་ཐུ་ཡག་དེ་ཡོད། ཅེས་ཐུགས་མཐུན་ཁྲིམས་གཙང་ཞུ་ན་བསམ་ནས་ངས་དེ་འབད་རྩོལ་བྱེད་ཀྱི་ཡོད་རེད་དེ། ལ་ཨེ་ནི། རྒྱ་གར་རིན་པོ་ཆེ་གི་ཤུགས་ལྡན་བཀག་འགོག་བྱེད་ཡག་དེ། ཨེ་ནི། རྙིང་མ་ལ་ཟོན་བྱས་བྱས། རྙིང་མ་ལ་ངུ་སྲུང་བྱས་བྱས་བྱས་པ་རེད། ཡང་རིགས་ཁ་ཤས་ཀྱིས། རྒྱ་གར་རིན་པོ་ཆེ་གི་ནང་དོན་གི་བསམ་བློ་མ་རེད་དེ། ངོ་མ་ཅོག་བྱས་ནས་ལབ་པ་རེད་ཟེར་ནས་བོད་ནང་དཀྲོག་གཏམ་བཤད་ཡོང་གི་འདུག། རྒྱ་གར་ནང་ལས་དཀྲོག་གཏམ་བཤད་ཡོང་གི་འདུག། ཨེ་ནི་ཚོགས་པ་ཅིག་བཙུགས།

ད་ཆ་དེ་ལས་ཡིན་དུས་ས་ནས་ད་ཕོས་ཏེ་ཅིག་དགའ་རོགས་འཕག་འཚག་རོགས་རྒྱབ་ཡིན་དུས་ས་ནས་ཨེ་ནས་ངས་ཡིན་དེ་ཨེ་ནས་གཙོ་བོ་བོད་ནང་ལ་ཡ་མགོ་སྐོར་མ་ཐེབས་ཡག་དོན་དག་ལ་ཡ་ཨེ་ནས་མང་གསལ་བཤད་བྱས་དེ་ཤུགས་ཆེ་རུ་མ་བཏང་ན་འགྲིག་གི་མི་འདུག་བ་ད་དེ་འདྲ་ཡིན་དུས་ས་ནས་ཨེ་ནའོ་ངས་དེ་གསལ་བཤད་བྱས་དེ་ཡིན་དེ་ཤུགས་ཆེ་ཆེ་ཆེ་རུ་འདུག་ས་བཏང་བ་རེད་ཨེ་ནས་རྒྱུ་མཚན་རུ་གཅིག་དེ་དངོས་གནས་དོན་གྱི་ཆ་ནས་ཡིན་ནས་ཁ་སིའི་བུ་གའི་བཀའ་ཆོས་ལབ་པ་ནང་བཞིན་རེད་ཡིན་ང་དང་ཆོས་འབྲེལ་གྱི་ཐོག་ནས་འབྲེལ་བ་བྱས་པ་ཡིན་ན་ཁོ་དམ་སྲི་ཡོད་པའི་མི་ཅིག་རེད་དེ་འདྲ་ཡིན་དུས་བླ་མའི་ཚད་ལས་གནོད་གི་རེད་སློབ་མ་ལས་ཕན་གི་མ་རེད་བསྟན་པ་ལས་ཕན་གི་མ་རེད་དེ་འདྲ་ཡིན་དུས་ངས་དམ་དྲག་བྱེད་དགོས་པ་ཞིག་ལས་སུ་གཏུགས་སུ་རེད་གཏུགས་བྱས་ཡིན་དུས་ཅང་ནས་ད་རིགས་མང་པོ་བྱས་ནས་བསམ་བཞིན་དུ་ད་ང་ཡང་ངོ་རྒོལ་བྱེད་ཀྱི་ཡོད་རེད་དེ་ཁྱད་ཁྱོད་ལ་མི་འདུག་ཕྱི་གསལ་ནང་གསལ་ཞིག་ངོ་རྒོལ་བྱས་ན་འཐུས་པ་རེད་ཁྱད་ཁྱོད་ལ་མི་འདུག།

ཨ་ནི་དཀའ་ངལ་སེལ་ཡག་ཐུགས་སུ་བྱས་པ་རེད། ཨ་ནི་བོད་སོག་ཤར་ས་གྲྭ་ཚང་རྐྱང་དུ་ཡི་དེགི་དགེ་འདུན་དམངས་མ་དེ་གི་དེ་གི་ཧུར་ཐག་པ་དག་བྱས་སོང་ཨ་ཉུང་ཤས་ཤས་གནས་ཚུལ་ཁ་ཁ་རེད། ཚ་དེའི་གནས་ཚུལ་ཁ་ཁ་རེད། ཚ་བ་དེ་འདྲ་ཡིན་དུས་ཁྱེད་རང་ཚོ་སྐུ་ཉེ་བོ་ཞུ་ཅིག་བྱུང་སུ་དེ་ཡིན་ནའི། ད་ཨ་མདའ་གཞི་ནས་ཡང་ཡང་ཁྱེད་རང་ཚོ་དེ་ཁྲ་རུ་ཚུགས་བྱས་འདུག་སེ་ཡ་ད་བྱུང་པ་རེད། ཨ་ནི་ད་རིང་ང་དེ་སླེབས་པ་རེད། དགའ་བོ་ཞེ་དྲག་བྱུང།